ཨ་མ་ལགས། བཀྲ་ཤིས་བདེ་ལེགས། བུ།
བཀྲ་ཤིས་བདེ་ལེགས། དེ་རིང་འཛིན་གྲྭ་མེད་པས། མེད།
དེ་རིང་འཛིན་གྲྭ་མེད། དེ་རིང་གུང་སེང་རེད་བ། ག་རེ་བྱས་ནས། ཟ་ཆུག་སླེབས་ཚར་རེད་བ། ཨ་ལས། རེད་རེད། དེ་ནས་ཟ་ཆུག་ལ་ག་རེ་བྱེད་ཡག་འཆར་གཞི་ཡོད། གཟའ་མཇུག་ལ་ལྷོད་ལྷོད་བསྡད་ཡ་འཆར་ཞིག་ཡོད། ས་རའི་ཕྱི་ལོགས་ལ་མ་འགྲོ་གོ་བསམ་སོང། ཨ་ལེ།
ནམ་རྒྱུན་ནས་ཕྱི་ལོགས་ལ་ཞེ་དྲག་འགྲོ་ཡི་མེད་པས།
ཨ་མ། ནམ་རྒྱུན་ནས་ཕྱི་ལོགས་ལ་འགྲོ་ཡི་ཡོད། ཡིན་ན་ཡང། བདུན་ཕྲག་འདི་ལྷོད་ལྷོད་བསྡད་དགོས་བསམ་སོང། གང་ཡིན་ཟེར་ན་གཟའ་མཇུག་རྟག་པར་ཕྱི་ལོགས་ལ་འགྲོ་ན་ལྷོད་ལྷོད་བསྡད་ཡ་རག་གི་མི་འདུག་དངུལ་ཡང་མང་པོ་རྫོགས་ཀྱི་འདུག། དངུལ་ལ་སེམས་ཁྲལ་བྱེད་དགོས་མ་རེད། ལོ་གཅིག་གཉིས་རིང་རེ་བ་སྦྱང་དགོས་ཡག་ཡག་པོ་སྦྱང། དེ་ནས་དངུལ་ང་ཚོས་བལྟ་ཆོག་དེ་འགྲིག་འགྲོ་ཡི་རེད།
ཡ་ཡ་ཨ་མ་ལགས། ཡིན་ན་ཡང་ཉིན་གཅིག་མིན་གཅིག་འགྲོ་དགོས་མི་འདུག་བ། ས་ཆ་གསར་པ་ཞེ་དྲག་མི་འདུག་བྱས་ཙང། འགྲོ་ན་ག་དུས་ཡིན་ན་ཡང་ས་ཆ་གཅིག་རང་གཅིག་ལ་འགྲོ་དགོས་རེད། དེ་ག་ག་ལ་རེད་པས་ག་ག་ལ་བྷྱ་དེ་ཞེ་འུ་གོ་སོང་ཧ་ཧ། ས་ར་ལ་ཡོད་ན་མེད་ན་དགའ་གལ་རེད། དེ་ལས་ལྷག་པ་གཞན་པ་ཡོད་མ་རེད། ཨ་ནི་དགོངས་དག་འཛོམས་འཛོམས་འདྲ་བོ་ཡོད་མ་རེད་པས་སློབ་ཕྲུག་མང་ཆེ་བ་འཛོམས་འཛོམས་ལ་དགའ་པོ་ཡོད་རེད། དེ་ཡོད་ས་རེད། དེ་རིང་ང་ཚོ་འཛིན་གྲོགས་ཚོ་དགེ་རྒན་གྱི་ཤག་ལ་འཛོམས་ཡ་ཡིན་ས་རེད། དགེ་རྒན་གྱི་ཤག་ལ་འཛོམས་ན་ཁ་ལག་ཟ་རྒྱུ་ཡོད་རེད། ཆུ་མངར་མོ་འཐུང་ཡ་ཡོད་རེད། གཞས་བཏང་ཡ་དང་གཞས་འཁྲབ་ཡ་ཡོད་རེད། ཡིན་ན་ཡང། ཆང་རག་འཐུང་ཡ་ཡོད་མ་རེད། ཧ་ཧ། ཆང་རག་འཐུང་ཡ་ཡོད་མ་རེད་ད། ཆང་རག་ལ་ལག་པ་མ་འཆང་ཨ། རྩེད་མོ་རྩེ་ཡིན་ཨ་མ་ལགས། ག་བ་ལག་པ་འཆང་གི་རེད། ཁྱེད་རང་གི་རྫིང་སྒྲོག་ནང་ལ་གཞས་གཏོང་མཁན་ཡག་པོ་དེ་འདྲ་ཡོད་རེད་པས། ཡོད་རེད།
ཁ་ཤས་ཡོད་རེད། ངའི་གྲོགས་མོ་སྒྲོལ་མའི་གཞས་དཔེ་ཡག་པོ་གཏོང་གི་ཡོད་རེད། མོའི་གཞས་བཏང་ན་ང་ཚོ་ཚང་མའི་ཉན་གི་ཡོད། ས་ར་ལ་གནམ་གཤིས་ག་འདྲ་འདུག་དགུན་ཁ་དཔེ་དྲང་མོ་ཡོད་རེད་དེ་འདྲ་གོ་སོང་དངོས་གནས་རེད་པས། རེད།
དེ་བདེན་པ་རེད། དགུན་ཁ་ལ་དཔེ་དྲང་མོ་ཡོད་རེད། ཡིན་ན་ཡང། དབྱར་ཁ་ལ་དཔེ་ཚ་བོ་ཡོད་རེད། ཕྱི་ཟླ་བདུན་པ་དང་ཕྱི་ཟླ་བརྒྱད་པ། ཕྱི་ཟླ་དགུ་པ་གསུམ་ལ་དཔེ་ཚ་བོ་ཡོད་རེད། ཨ་ནི་གོ་ཡ་ལ་ས་ར་ཁོར་ཡུག་གཙང་མ་ཡོད་པ་གོ་སོང་བདེན་པ་རེད་པས། རེད།
དེ་བདེན་པ་རེད། ས་ར་ལ་ཁོར་ཡུག་གཙང་མ་ཡོད་རེད། བདུན་ཕྲག་རྟག་པར་གཙང་མ་བཟོ་གི་ཡོད་རེད། ལྡུམ་ར་ཡང་སྙིང་རྗེ་མོ་ཡོད་རེད། སྤང་ལྗང་ཐིང་ཐིང་དང་ཤིང་སྡོང་འདྲ་མི་འདྲ་མང་པོ་ཡོད་རེད། ས་ར་ལ་ཁོར་ཡུག་ཚོགས་པ་ཡང་ཡོད་རེད། ཁོང་ཚོས་ཁོར་ཡུག་ལ་ལྟ་རྟོག་དཔེ་ཡག་པོ་བྱེད་ཀྱི་ཡོད་རེད། ས་ར་ལ་སེམས་ཅན་ག་རེ་ག་རེས་སླེབས་ཀྱི་འདུག་ཁྱི་དང་ཞི་མི་དེ་འདྲ་ཁ་ཤས་ཡོད་ན་སྙིང་རྗེ་མོ་ཡོད་ས་རེད་བ།
རེད་ཨ་མ། ས་ར་ལ་ཁྱི་མང་པོ་ཡོད་རེད། ཁྱི་ཁ་ཤས་ས་ར་རང་གི་ཁྱི་རེད། ཁ་ཤས་ཕྱི་ལོག་ནས་སླེབས་པ་རེད། ས་ར་ལ་ཞི་མི་མང་པོ་ཡོད་མ་རེད་ཞི་མི་གཅིག་གཉིས་ཡོད་རེད་ཡིན་ན་ཡང། ས་ར་ལ་སྤྲེའུ་དཔེ་མང་པོ་ཡོད་རེད། སྤྲེའུ་དང་སྤྲ་གཉིས་ཀ་ཡོད་རེད། ང་ཚོ་བུ་ཡི་ཉལ་ཁང་ལ་སྤྲེའུ་ཡོད་ན་སྐྱོན་ཡོད་མ་རེད། ཡིན་ན་ཡང་བུ་མོའི་ཉལ་ཁང་ལ་སྤྲེའུ་སླེབས་ན། བུ་མོ་ཚོ་དཔེ་ཞེ་སྣང་བྱེད་ཀྱི་འདུག་ས་རའི་བུ་མོ་མང་ཆེ་བ་སྤྲེའུ་དང་སྤྲ་ལ་དགའ་པོ་ཡོད་མ་རེད། རེད་དེ་བདེན་པ་རེད། ང་བུ་མོ་ཡིན་ཙང་ང་ཡང་སྤྲེའུ་ལ་དཔེ་ཞེ་གི་ཡོད་ཡིན་ན་ཡང་སྤྲ་ལ་ཞེ་གི་མི་འདུག་གང་ཡིན་ཟེར་ན་སྐྲ་ཏོག་ཙམ་བཞི་འཇམ་པོ་ཡོད་རེད།
ཨ་ལས། དེ་འདྲ་ཡིན་ས་རེད་བ། ངས་སྐྲ་ཡི་ཞེད་སྣང་བསྐུལ་བ་མཐོང་མ་སོང། ག་དུས་ཡིན་ན་ཡང་སྐྲ་དེ་ཚོ་ལྷོད་ལྷོད་དང་ཙོག་ཙོག་བྱས་ནས་བསྡད་པ་མཐོང་སོང། རེད་རེད་དེ་ག་རང་རེད། ཁོ་ཚོ་ལྷོད་ལྷོད་ཡོད་རེད་ཞེད་སྣང་ཡོད་མ་རེད། ཡིན་ན་ཡང་ཁོ་ཚོའི་འགྲམ་ལ་འགྲོ་ནས་གང་བྱུང་མ་བྱུང་མ་བྱེད་ཨ། ག་བ་ག་བ། དེ་འདྲ་བྱེད་ཕོད་ས་མ་རེད། ཨ་ནི་རིན་པོ་ཆེའི་གཙུག་ལག་ཁང་ག་བ་ལ་ཡོད་རེད། རིན་པོ་ཆེ་སུ་ལབ་ཀྱི་ཡོད། གོང་ས་མཆོག་ལབ་ཀྱི་ཡོད། ཁོང་གི་གཙུག་ལག་ཁང་ག་བ་ལ་ཡོད་རེད། ཁོང་གི་གཙུག་ལག་ཁང་མེག་ལོར་ལ་ཡོད་རེད། རྡ་རམ་ས་ལ་སྒང་ལ་ཡོད་རེད། དེ་ལ་གནམ་གཤིས་གྲང་བ་ཡོད་རེད། ས་ར་ནང་བཞིན་ཚ་བ་ཡང་ཡོད་མ་རེད། གཙུག་ལག་ཁང་དེ་ལ་འགྲོ་ཡི་ཡོད་པས། ང་འགྲོ་འདོད་ཞེའུ་འདུག།
མེག་ལོར་ལ་ག་དུས་འགྲོ་ན། གཙུག་ལག་ཁང་ལ་འགྲོ་ནས་ཆོས་འཆར་ཞུ་ཐུབ་པ་བྱེད་ཀྱི་ཡོད། སྐོར་ར་གསུམ་རྒྱག་གི་ཡོད། མཚམས་མཚམས་དུས་ཚོད་ཡོད་ན། གླིང་འཁོར་ལ་ཡང་འགྲོ་གི་ཡོད། གླིང་འཁོར་གྱི་སྐོར་ར་དེ་དཔེ་ཆེན་པོ་དང་དུས་ཚོད་རིང་པོ་འགོར་གྱི་རེད། སྐར་མ་སུམ་ཅུ་ནས་བཞི་ཅུ་བར་དུ་འགོར་གྱི་རེད། ཡག་པོ་བྱུང། གླིང་འཁོར་དང་མཆོད་མཇལ་ཡག་པོ་ཞུ་གི་རེད་ད། ང་ཚོ་འགྲོ་འདོད་ཆེན་པོ་ཡོད་ན་ཡང་ལོ་ཁ་ཤས་འགྲོ་ཐུབ་ས་མ་རེད། དེར་ཡོད་མ་རེད་ཨ་མ་ལགས། རྗེས་མ་ང་ཚོ་ནང་མི་ཚང་མ་མཉམ་དུ་འགྲོ་གི་ཡིན་ད། ཡ་ཡ་རེད་རེད་རྗེས་མ་དངུལ་མང་པོ་བསགས་ཁྱེད་རང་མཐོ་སློབ་ཐོན་ཚར་ན་འགྲོ་གོ། ཡ་ཡ་ཨ་མ་ལགས། ཨ་ཕ་དང་ཅོ་ཅོ་ལ་ང་བདེ་པོ་རེད་འདུག་ལབ་ཨ། ད་ལྟ་ང་ཉལ་ཁང་གཙང་མ་བཟོ་ཡི་ཡིན།
ཡ་ཡ་ངས་ལབ་ཆོག